ཐ་མག་གི་དུ་བས་གློ་ཡུའི་ཡན་ལག་གི་ནང་ངོས་སུ་གནོད་སྐྱོན་གཏོང་བ་དང་གློ་ཡུ་སྐྲངས་ནས་འགག་པའམ་ཟག་ཤེས་ཀྱི་ཁུ་བ་མང་པོ་ཐོན་གྱི་ཡོད། ཐ་མག་གི་ད་དུ་ཚིལ་བུའི་འགུལ་སྐྱོད་དེ་ཡར་གཏོང་བ་དང་གློ་བའི་སྟེང་དུ་དུར་ཁྲག་དང་གནོད་ལྡན་དངོས་པོ་མང་པོ་འཇགས་ཏེ་ཡོད་རེད། ཐ་མག་འཐེན་མཁན་གྱི་མི་དེ་གཉིད་ཁུག་པའི་སྐབས་སུ་ཚིལ་བུ་ཁ་ཤས་སླར་གསོ་བྱས་ནས་གློ་བའི་ནང་གི་བཙོག་པ་དང་ཟ་ཁུ་རྣམས་གཙང་བསིལ་བྱེད་ཀྱི་ཡོད། གཉིད་སད་དུས་གློ་རྒྱག་པ་ལ་བརྟེན་ནས་བཙོག་པ་དང་ཟ་ཁུ་རྣམས་ཕྱིར་བཏོན་གྱི་ཡོད། བྱས་ཙང་ཐ་མག་འཐེན་མཁན་ཞོགས་ལྟར་གློ་རྒྱག་པ་དང་ལུས་པའང་མང་པོ་ཡོད་རེད། དུས་ཡུན་རིང་པོ་ཐ་མག་འཐེན་པར་བརྟེན་གློ་ཡུའི་ཡན་ལག་རིམ་བཞིན་གཉན་ཁ་སྐྱེས་པ་དང་ཚིལ་བུ་རིམ་བཞིན་འགུལ་སྐྱོད་མེད་པར་གྱུར་པ། དབུགས་ལམ་ནང་ངོས་སུ་ཟ་ཁུས་འགགས་ནས་ཁུ་དོག་པོ་འཁྱུད་ནས་དབུགས་གཏོང་ཐབས་བདེ་བོ་མེད་པ། ད་ལྟ་ཐ་མག་འཐེན་མཁན་གྱི་གློ་བ་ནི་རིམས་ནད་ཕོག་སླ་ཤོས་ཤིག་ཏུ་གྱུར་ཡོད། ཐ་མག་འཐེན་ཙང་རླུང་བུར་གཏོར་སྐྱོན་ཕོག་སྟེ། ཁྲག་ནང་གི་གཡག་རླུང་དང་གཡག་གཉིས་འཐེན་རྩིས་བརྗེ་རེས་བྱེད་ཐུབ་ཡོད་མ་རེད། དེ་ལྟར་དུས་ཡུན་རིང་པོ་འགྲོ་དུས་ཁྲག་ནང་གི་སྲོག་རླུང་རིམ་བཞིན་ཉུང་རུ་ཕྱིན་ཏེ་གློ་བ་དབུགས་གྲང་གི་ན་ཚ་ཕོག་ནས། སྣ་བུག་ནང་སྦུ་གུ་བརྒྱུད་དེ་དབུགས་གཏོང་ཐབས་བྱེད་དགོས་ཀྱི་ཡོད་རེད། དེ་བཞི་རང་བཞིན་གྱིས་གློ་ཡུལ་ཡན་ལག་གཉན་ཚད་དང་གློ་བ་དབུགས་གྲང་གི་ནད་ལ་དེ་བཞི་རང་བཞིན་གྱིས་གློ་བ་འགག་པའི་ནད་ཟེར། COPD། དེ་བཞི་རང་བཞིན་གྱིས་གློ་བ་འགག་པའི་ནད་ནི། དབུགས་གཏོང་བའི་ནུས་པ་རིམ་བཞིན་ཉམས་འགྲོ་བའི་ནད་རིགས་ཤིག་ཡིན་པས་ད་བར་ནད་དེ་བཅོས་ཐབས་བྲལ། ཐ་མག་དང་སྐྲན་ནད། ཐ་མག་ནང། ཉུང་ཤོས་ལས། སྐྲན་གྱི་དངོས་རྫས་བཞི་བཅུ་ལྷག་ཙམ་ཡོད་ཅིང། དེའི་ནང། ཆིང་ཧྭ་དབུགས། ཅཱ་ཆོན། པིན་ཧེ་ཨན། སོགས་ཚུད་ཡག་ཧྲི། གཟུགས་པོ་ནང་བདེ་ཐང་གི་ཕྲ་ཕུང་གིས་ཕྲ་ཕུང་གསར་བ་ཞིག་སྐྱེད་ཆེད་ཤི་འགྲོ་ཡག་ཧྲི། ཕྲ་ཕུང་རེ་རེའི་ནང་གི་རྒྱུད་རྒྱུའི་དངོས་རྫས་ལ DNA ཟེར་ཡོད་རེད། གལ་སྲིད་ཐ་མག་འཐེན་པ་ཡིན་ན། དུག་ལྡན་གྱི་རྫས་འགྱུར་དངོས་པོས་བདེ་ཐང་གི་ཕྲ་ཕུང་ནང་གི DNA གཏོར་སྐྱོན་བཏང་ཡོད་རེད། མཇུག་ཏུ། གཏོར་སྐྱོན་ཕོག་པའི་ཕྲ་ཕུང་དེས་བདེ་ཐང་མ་ཡིན་པའི་ཕྲ་ཕུང་གསར་པ་བསྐྱིས་ནས། ཕྲ་ཕུང་དེ་རྣམས་ལ་ཚོད་འཛིན་བྱ་ཐབས་བྲལ་ཏེ་ཐ་ན་གཟུགས་པོ་ཆ་ཤས་གཞན་དུ་ཁྱབ་ཀྱི་ཡོད་རེད། འཛམ་གླིང་ཐོག་མཐོང་མང་བའི་སྐྲན་ནད་ནི་གློ་བའི་སྐྲན་ནད་ཡིན་ཞིང། སའི་གོ་ལའི་ཐོག་ལོ་རེའི་གློ་བའི་སྐྲན་ནད་ཕོག་བའི་གྲངས་ཚད་ནི་ཁྲི་བརྒྱ་ལས་བརྒལ་འགྲོ་གི་ཡོད་རེད། ཐ་མག་ནང་གི་སྣོད་ལྡན་རྫས་འགྱུར་དངོས་པོས་གཟུགས་པོའི་ཆ་ཤས་གཞན་ལ་ཡང་སྐྲན་ནད་བཟོ་གི་ཡོད་པ་དཔེར་ན། ཁྲག། རྐང་དམར།

ཐ་མག་འཐེན་པའི་རྐྱེན་གྱིས་མངལ་མི་འཁོར་བ། སྒྲོལ་མས་ཕྲུ་གུ་མངལ་དུ་ཡོད་དུས་ཐ་མག་འཐེན་པས་ཡིན་ན། ཐ་མག་དུ་བའི་ཁྲོད་ཀྱི་དུག་ལྡན་རྫས་འགྱུར་དངོས་པོས་ཕྲུ་གུའི་གཟུགས་པོ་ལྗིད་ཚད་ཆུང་རུ་འགྲོ་བ། མངལ་ཤོར་བ། དུས་ཚོད་མ་ཟིན་པ་སྐྱེ་བ། ཕྲུ་གུ་ཁོག་པའི་ནང་དུ་ཤི་བ། ཡང་ན་ཕྲུ་གུ་སྐྱེས་ཚར་རྗེས་གློ་བུར་དུ་ཤི་བ་སོགས་ཀྱི་གནས་ཚུལ་ཐོན་གྱི་ཡོད་རེད། གལ་སྲིད་ཕྲུ་གུ་དམངས་འཆར་གྱི་ཨ་མས་ཐ་མག་འཐེན་པ་ཡིན་ན། ཐ་མག་ནང་གི་སྣོན་ལྡན་དངོས་པོ་དེ་རྣམས་ཨ་མའི་འོ་མ་བརྒྱུད་ནས་ཕྲུ་གུའི་ཁོག་པའི་ནང་ཕྱིན་ཏེ། ཕྲུ་གུའི་གཟུགས་པོ་མི་བདེ་བར་གྱུར་ནས། སྙིང་འཕར་ཤུགས་མགྱོགས་ཕྱིན་པ། སྐྱོགས་སྨན་ལངས་པ། གཉིད་མི་ཁུག་པ། གྲུ་ཁོག་བཤལ་བ་སོགས་ཀྱི་སྣང་ཚུལ་ཐོན་གྱི་ཡོད་རེད། ཐ་མག་གི་བདེ་ཐང་ལ་ཕོག་པའི་གནོད་སྐྱོན་གཞན། རུས་པའི་སྟུག་ཚད་དམའ་རུ་ཕྱིན་ནས་བུད་མེད་ཀྱི་སྐྱེ་དགུའི་རུས་པ་ཆག་པའི་ཉེན་ཁ་ཆེ་རུ་ཕྱིན་པ། སོ་གཉིས་ལ་ནད་ཕོག་ནས་སོ་བུད་པ་དང་གཤག་བཅོས་བྱེད་ཁོག་ཞུས། རིམས་འགོག་གི་ནུས་པ་ཉམས་པ། སྐྱེས་པ་ཕོའི་མཁལ་མའི་ནུས་ཤུགས་ཉམས་པ།